ལ་སོགས་སྐུ་གཟུགས་བཟང་པོ་བཀྲ་ཤིས་བདེ་ལེགས་ཨ་ནི་ཞུ་ལེ་ལ། དེ་ནོངས་བགྱིད་ཀྱི་བསམ་འཆར་ཞུ་ལེ་ལ་ཨུ་ཏོ་བསམ་འཆར་འདི་དང་རིག་པ་སྒྲིམ་ནི་ཨ་ནི། སྙན་གསེང་བེ་ཁེ་ལེ་ཨ་ནི་ཞུ་ལེ་ལ། སྤྱིར་བཏང་བགྱིད་ཀྱི་ཏི་ཀི་ནི་བི་ཤུན་ཅན་ལ་བྱ་དགའ་བསམ་འཆར་གྱི་ནི། ཕྱི་གནས་ཀྱི་འཇིག་རྟེན་ནང་བཅུད་ཀྱི་སེམས་ཅན་ཀུན་ལ། ཕན་འདོགས་པའི་རེ་བའི་ག་དག་ནི་བྱ་དགའ། ནུས་པ་ཨ་ནི་བུ་མ་ལ། ནོ་ལེ་ཤི་ཨ་ནི་བུ་མ་ལ་ལ། ནི་ཉམས་ལེ་ན་ནི་མ་ལ། གི་ནི་རང་བུ་ཐུར་ནི་ཙི་ག་ཕན་འདོགས་པའི་ག་དེ་འདའ་གི། བསམ་པ་གེ་དང་མི་གེ་བྱེ་བྲ་ལེ་ཨ་ནི་སུག་མ་བུ་ཟ་གེ་ན་ནི། ནི་ཨའི་དེ་ཙོ་བསམ་པ་བཟང་པོ་ཐུང་གི་ཨ་ལེ་གེ་བ་ཤུ་ན་མི་བསམ་པའི་གེ་ཕྱི་རུ་ལ་མེ་ཧང་ཨ་ནི་བུ་ལ། འཇའ་བ་ཧང་ད་བུ་ཙམ་ནི་བུ་ལ། ནི་བསམ་པ་བཟའ་དང་ས་དང་ངམ་ཡང་ཙང་བསམ་པ་ངན་ན་ས་དང་ནམ་ཡང་ངན། ཐམས་ཅད་བསམ་པ་བརྡ་ལ་རག་ལས་པས་རྟག་པར་བསམ་པ་བརྡ་ལ་འབད་པར་སྩོལ་གསུངས་ན་བོད་ཀྱི་གཙོ་བོ་བསམ་པ་བཟང་པོ་དང་གི་ཞུ་འཇའ་ཨ་ནི་ཞུ་ལེ་ལ་ནི་ཐི་ནོང་ནི་བསམ་འཇར་ཞུ་ཧང་ག་ཐུང་ག་བསམ་འཇར་ཞུ་ལེ་ཨ་ཨ་ཞུ་ནི་ལ་ནི་ཨའི་ཏིང་ག་ནི། དམ་པའི་ཆོས་ནི་མ་ལགས། Buddhist ནི་བོ་འདྲ། ཨ་ཏི་ནང་པ་ཆོས་ཨན་གན་སོང་བ་པ་ཞུ། སངས་རྒྱས་བཅོམ་ལྡན་འདས་ག་རྒྱན་རྒྱུ་ནི་བོ་འདྲ། སངས་རྒྱས་བཅོམ་ལྡན་འདས་ག་སློབ་མ་གལ་པོ་ཞུ་སྙུང་སྙུང་རི་ལས་ཁེལ་བ་དང། ནི་རོག་ཏི་ཕྱི་རོལ་པ་ག་ཆོས་ཧིན་དུ་ཡིག་པའི་མདོ་སྡེ་མུ་སི་ལིམ་ཡིག་པའི་གལ་པོ་ཞུ་རྣམ་མེད་བསམ་མེད་བརྡར་ཁྱབ། སློབ་མ་གི་ནི་སློབ་མ་དམངས་པོ་ཆོས་བ། ཨ་ཏི་ནང་པ་སངས་རྒྱས་པོ་ག་ཆོས་ག། ནི་རྗེས་འཇུག་སངས་རྒྱས་བཅོམ་ལྡན་འདས་ཀྱི་སློབ་མ་བ་གས་པ་ཞུ་སྙུང་བུ་ཨ་ནི་རི་ལི་ཁེ་བ་གནས་བརྟན་ཆོག་དབུ་ག་དུང་ཐུག་པ་གི་ས་ཨ་ནི་རྗེས་ཀྱི་འོ་དུ་དུར་འོ་ད་དུང་ག་བསམ་སྦྱར་རྫི་མོ་དུར་ཞུ་ལས་ཀྱི་ས་ཨི་མི་བ་ཅལ་ཨུ་དུ་སྐྱེས་བུ་སྦྱིན་ནོག་ས་མིན་གང་གི་ལ་ན་ལ་ནི་སྤྱིར་བཏང་རོག་ཏི་ཕྱི་རོལ་པ་ག་ཆོས་བདག་གང་རྒྱལ་བུ་ཞོ་རོག་ཏི་ཧང་ཨ་ནི་བུ་ནི་ཆོས་སྡོང་དང་གསུང་བཅོམ་འདས་ཀྱི། ཝུ་ཏུ་ཀི་པོ་ཉམས་ལེན་ཨ་ལེ་ཁེ་ལེ་ནི་སྲུང་མ་ཉམས་ལེན་ཨ་ཡ་ནི་སྲུང་ཐོག་མ་དུ་ཨིན་ཅིན་མིན་ཅིན་ཉམས་ལེན་ཨ་ལེ་ཁེ་ལེ་ནི་སྲུང་མ་དུ་རུ་མ་འཇའ་གུ་ལ་ལ། ནི་ཨའི་ཏེ་ནང་པ་སངས་རྒྱས་བོད་ཀྱི་ཆོས་བདག་ག་ནང་ག་ཤོ་འཆུམས་འདི་ལ། སེམས་སུ་རྟོལ་བཅུ་མ་གཏོགས་པ་རྟོལ་བཅུ་མང་པོ་ཅི་བཞིན་ཅང་གསུང་བྱ་ལ། ནི་སྡིག་པ་ཅི་ཡང་མི་བྱ་ཅིང་དགེ་བ་ཕུན་སུམ་ཚོགས་པ་རང་གི་སེམས་ནི་ཡོངས་སུ་བདེ་ནས་སངས་རྒྱས་བསྟན་པ་ཡིན་ཡང་ནི་འུ་ཐུག་ལྟ་བུ་མང་པོ་གསུང་བྱ་མེད་ལ། ནི་སེམས་དུལ་བ་ནི་ལེགས་པར་ཏེ་སེམས་དུལ་བ་ནི་བདེ་བ་ཐོབ་པ་མང་པོ་གསུངས་མདོ་བསྟན་གྱི་ཨའི་བསྟན་པ་གང་ནང་པ་ཆོས་སྐྱེས་བུ་ཞོ་དེས་བསམ་སྒོམ་གསུམ་ནང་གི་འཐད་པ་ཐོར་གྱི་ཕན་མ་རྟོགས་པ་ནི། བསམ་པ་དང་སྒོམ་པ་གལ་པོ་ངེས་པར་དུ་གཤེགས་པའི་ཁྱད་ལས་འོག་ཏུ་གཤེགས་པའི་རེ་ནི་ཞོ་ནི་ཉམས་ལེན་མདོར་བསྡུ་ན་ཆོས་ཞུ་བ་ཙམ་གྱིས་མ་འགྲིགས་པ་ཆེས་བསྲེ་བ་ཙམ་གྱིས་མ་འགྲིགས་པ་ནི། ཆེས་སྲིན་བྱུབ་འདེགས་ཀྱི་ཆེས་སྲིན་ཆོས་སྐྱེས་བུ་སེ་བ་ཐུར་གྱི་མ་རིག་པ་སྲིན་བྱུབ་འདེགས་ཨིན་ཇི་མིན་ཇི་ཉམས་ལེན་ན་ལེགས་ཉམས་ལེན་ཨ་ནི་ལ་ཉམས་ལེན་མ་ནི་ལ་ཕན་མ་རྟོགས་པ་ཨ་ནི་སྡོང་དང་གསུང་བ་ལ་ཀམ་འོང་ན་ག་བསྟན་ཡེ་ཤོ་ཨེ་བསྟན་བློ་མ་བག་ཁེ་བོ་སངས་རྒྱས་སྐྱེམས་བསྟན་འདེགས་ག་བློ་མ་སངས་རྒྱས་བཅོམ་ལྡན་འདེགས་ག་རྗེས་འཇུག་བདག་ག་འགྱེད་པོ་སྙུག་སྙུག་རིན་ག་འགྱེད་པོ་ཨུ་དུ་དེ་མ་འགྱེད་མོ་ཨ་ནི་རྗེས་ཨུ་དུ་ད་བུ་དུར་བསམ་ལ་ཨུ་དུ་ད་བུ་དུར་མི་འདི་ན་ཨ་ནི་ཞུ་ལེ་ལ།

ཆགས། རང་ས་ག་ར་ལས་པས་གི་ལ་ཨ་ནི་ཞུ་ལས་ལ་ཇི་གི་ནི་ལ། ཧ་ནི་ན་དང་ནི་ལ། ཆོས་སྐྱེས་བུ་གཞོན་བཅོམ་ལྡན་གྱི་ཉམས་ལེན་ཨ་ལས་མ་ནི་ཁུང་མུ་བ་ན་ཨ་ནི་འུ་དུ་ལྟ་བུ་ཐུགས་བསམ་གཞན་གང་དེ་ལ་ཀམ་ཨའི་དེ་ནང་པ་ཆོས་ནམ་མཁའ་ཧྥོ་ལོ་ཨན་ག་ནང་པ་ཆོས་ག་རྒྱན་གྱུར་སངས་རྒྱས་བཅོམ་ལྡན་འདས་ཀྱི་སློབ་མ་ཨ་ད་ག་འགྱེད་པོ་ཞོ། ཨོམ་བརྗིད་ཀྱི་ཆེ་ཞུན་བཅུམ་སྟེ་ཉམས་ལེན་ཨ་ལེ་མ་ནི་ཁུག་མ་ལ་ཨེ་བལྟས་ལ་པུ་ར་ཀེ་རང་ཨོ་ད་ག་ལམ་ག་འཇུག་པས་ཨོ་ད་ལམ་ག་བརླམས་པས་འོ་དོ་ཀེ་པུ་པུ་ར་ཀེ་རང་འཇབ་བསིག་འཆོ་བ་ལྟ་བུ་འོ་དོ་ལྟ་བུ་བརྗེད་ན་ཨ་ནི་ཞུ་ལེ་ལ་འུ་ནུ་ཀེ་འོ་ག་བརྟེན་གྱིས་བརྗིད་ཀྱི་ཐི་ནོང་ཧང་ཞུ་ལེ་ཧང་ཞུན་ཀྱེ་དང་ནི་ལ་ངེས་པར་དུ་ཨེ་བ་སེ་ལེ་ཁེ་བ་ཞོ་གེ་ཆི་ལུག་གི་ལ་ཨ་ནི་ཞུ་ལེ་ལ། དེས་བཅོམ་ལྡན་བསམ་པ་དང་བསྒོམ་པ་ཨ་ལས་མ་ལས་ཉམས་ལེན་ཨ་ལས་མ་ལས་རང་ས་ག་ལག་ལེན་ག་གི་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་བསྲུང་མ་བྱ་མེད་ལ་ཧང་སྟེ་བསྲུང་མ་བྱ་དང་ནི་ལ་ཐར་པའི་ཧང་སྟེ་བསྲུང་མ་བྱ་དང་ནི་ལ། ཉེས་ཀྱིས་ཁེལ་ལ་ཐར་པའི་ཐབས་བསྟན་གྱིས་ཐར་པ་རང་ལས་ར་ལ་ཤེས་པར་བྱ་བསྲུང་མ་བྱ་མེད་ལ།

བི་དགའ་བདག་མོ་སོང་གི་བི་ར་དུང་ཀ་གུང་མི་དགའ་ནི་འུ་དུ་ད་བུ་བེ་ཙལ་ཨོ་བ་པུས་ཀའི་རི་འདི་ལས་ཡ་ནི་འུ་དུ་གུ་བ་དེང་གི་མགོ་བདང་བ་རང་ཁྱོད་ཅག་མགོ་བདང་བ་རང་ཆོས་ཀྱི་བུ་སེ་ལེ་ཁྱོ་བ་ཤོ་ན་མི་ས་མི་དགེའི་ཕྱི་ལུགས་ཀྱི་ལ་ཨ་ནི་འུ་དུ་ད་བུ་སུག་མ་ལ་ཨ་ནི་ཞུ་ལེ་འུ་ནུ་གུ་བ་བ་དེང་གི་ཇི་གི་དི་ནོང་ཧང་ཞུན་རྒྱ་ཡ་དང་ནི་ལ་ཐེ་སམ་སྒོམ་གསུམ་ནང་གི་མགོ་བདང་བུ་ཐེ་བ་ཁའི་བུ་ཤོ་གཤེགས་པའི་ཁྱོ་བ་རྩ་ཆེ་ལུགས་འགྱོ་ལ་ཨ་བཞུ་ལེ་ལ་ཐལ་པ་ཁེ་པོ་ཞོ་ཤིང་ཀ་རྩ་བ་པོ་སིག་འགྱོ་ལ་ལ་ལྗིད་ཀི་སྒོ་ནེ་ལ་གོམ་པ་ཁེ་པོ་ཞོ་ཤིང་ཀ་རྩ་བ་གེ་ལམ་རྩ་པོ་སིག་གན་ཤིང་ཀ་རྒྱུ་པོ་སིག་གན་པེ་ན་ཐོད་པ་ཁེ་པོ་ཞོ་རྒྱུ་པོ་སིག་གན་ནི་གོམ་པ་ཁེ་པོ་ཞོ་དྲི་བོ་པོ་སིག་གན་འགྱོ་ལ་ཨ་བཞུ་ལེ་ལ་ཤིང་ཀ་རྩ་བ་མ་ནེ་ལ་ག་ཐུང་ག། དྲིལ་བུ་ཁེ་བུ་རྩ་དང་པོ་ལས་མ་སྐྱེས་ལ་ལ། ངུ་ནུ་པུས་ཀྱིས་འགྱུ་བ་དོན་གྱིས་ཨེ་བ་ཐོད་རྒྱ་དང་གང་སྐྱེས་བུ། ཆོས་སྐྱེས་བུ་མྱང་འདས་ཁེ་བ་ཆོས་སྐྱེས་བུ་གཞུ་ལས་ཁེ་བ། དབང་ལུང་ཁྲིད་གསུམ་ནང་གི་ཁྲིད་བུ་གཞུ་ལས་ཁེ་བ་ཞོ་སྣ་མེད་ས་མི་དགེའི་ཕྱི་རོལ་དུར་བརྒྱན་ན་ནི་གཞུ་ལས། ངུ་ནུ་འགྱུ་བ་རྟེན་གྱིས་ནི་ཨེ་བརྟེན་པ་ཨི་བུ་གི་ནི་བུ། ཁྲིད་དང་གང་སྐྱེས་བུ་གཞུ་ལས་ཁེ་བ་ཞོ་སྣ་མེད་ས་མི་དགེའི་ཕྱི་རོལ་དུར་བརྒྱན་ན་ནི་གཞུ་ལས་ན་ལ། ངུ་ནུ་འགྱུ་བ་རྟེན་གྱིས། ཆོས་བཞུན་རྒྱུ་འབྲས་ཉམས་ལེན་ཨ་ལས་མ་ལས་ཞུ་རང་རྩ་དགའ་དང་གི་ལ་ལ། གི་ནི་རང་བུ་ཆོས་སྐྱེས་བུ་སྲས་ལས་ཁྱེར་བ་ཞུ་རྣམ་མེད་བསམ་པའི་རྒྱལ་ཕྱི་དྲུག་གི་ལ་ཨན་ཞུ་ལས་ལ། ཧ་ནི་ལ་དང་ནི་ལ། Example དུར་དཔལ་ལྟ་བུ་དུར་བཞུ་ནི་ལ། སྨན་སྐྱེས་བུ་ཞུ་དགུ་མེད་ལས་ཁྱེར་བ་ཞུ་རྣམ་མེད་བསམ་པའི་རྒྱལ་ཕྱི་དྲུག་གི་ལ་ལ། སྨན་དགུ་མེད་ཆུ་འདེགས་མ་ཆུ་འདེགས་སྨན་དགུ་མེད་ཆུ་འདེགས་སྐྱེས་ཞུ་ཨུ་དང་སྨན་སྐྱེས་བུ་གཟའ་ལས་མ་གཟའ་ལས་ཞུ་རང་དགའ་དང་དགའ་གི་ལ་ལ། མ་ངེས་མོ་ལ། ཨུ་ནུ་པུ་སྐན་པད་ཆ་ཀེ་པོ་ཆོས་ཀེ་པོ་གསེར་ལས་ཁེ་བ་ཤོ་ན་མེ་བསམ་མེ་དགའི་འཆི་ལུགས་ཀྱི་ལ་ལ། གསེར་ལས་ཁེ་བ་ཡེག་པ་གམ་པུ་ར་རང་ཁན་པ་པུ་ར་རང་ཁད་པ། འུ་དུ་ལྟ་བུ་རི་ལས་མ་ནི་པོ། རང་དང་བསྟུན་མ། རང་བསྟན་གྱི་སྒོམ་ཉམས་ལེན་ན་ལས་དོར་དང། རང་བསྟན་དོར་པྲེཀ་ས་ལས་ཀ་འུ་དུ་ཀ་དོན་དང་ཁེ་པོ་ཆོ་གསེར་ལས་ཁེ་བ་ན་མེ་བསམ་མེ་ཐོད་པོའི་ཁེ་བ་ན་མེ་བསམ་མེ་དགའི་འཆི་ལུགས་ཀྱི་ལ་ཨ་ནི་ཞུ་ལས་ལ། ཨུ་ནུ་དགེ་བ་དེ་འགའི་སོང་དམངས་པོ་ཐོར་གི།

ཐོས་པས་དགེ་བ་བསམ་པས་དགེ་བ་བསྒོམས་པས་དགེ་བ་ཨ་ནི་བྱམས་མའི་འོ་ནུ་གྱུར་བ་དེ་ཉིད་མགོ་བསྡམས་པ་རང་གསལ་ལེགས་འཁྱོལ་བ་ཞོ་སྣ་མི་བསམ་པའི་དགེ་ཕྱི་དྲོ་གི་ལ་ལ་སྲན་ཆུབ་ནས་ཉམས་ལེན་ཨ་ལེ་མ་ལེ་ཞོ་རང་ག་ག་དང་གི་ལ་འོ་ནུ་གྱུར་བ་དེ་ཉིད་ནི་འོ་ནུ་ལྟ་བུ་ཨ་ལེ་རེ་ནི་ལ་ཨའི་དེ་ནང་པ་སངས་རྒྱས་པོད་ཀྱི་ཆོས་ག་སློབ་མ་ཆོས་ག་རྗེས་འཇུག་གི་ནི་བུ་དམངས་པོ་རི་འདི་དུ་ཨ་ནི་ཤུན་བྱ་ལ། ངུ་ནུ་མང་གི་ནི་ལ། ནང་པ་ག། ངུ་ནུ་མང་གི་ནི་ལ། ཆེ་སྐྱེས་བུ་སྲས་འཇུམ་ལྡན་ཉམས་ལེན་ཨ་ལས་མར་ནི་ལ་ཁུང་མ་འཇའ་ཨ་ནི་འུ་དུ་ད་བུ་ཉོག་དང་ནང་ག་བླུགས་མཐའ་ནི་ལ། ཉོག་དང་ནང་ག་འུ་དུ་ད་བུ་འུ་དུར་བཙུགས་མཐའ་ནི་ལ། ཆོས་སངས་རྒྱས་བཅོམ་ལྡན་གྱི་ཆོས་ག་བསྟན་པ་དར་བའི་བ་སྙུང་པོ་རི་ལས། སངས་རྒྱས་ག་རྗེས་འཇུག་སངས་རྒྱས་ག་སློབ་མ་བུ་སྙུང་པོ་རི་འདི་ན་ཨ་ནི་བཞུགས་ལས། ངུ་ནུ་རྒྱུ་བ་བསྟན་གྱི། རྗེས་ཀྱི་ཁུངས་ལུང་གཏུགས་ས་ག་རྒྱུ་མཚན་ཐང་ག་ཡོད་འདི། ཐོས་པ་ད་ག་ཉིད་པ་ཨ་ལས་ཀྱོག་ཞོ་གནའ་མི་ས་མི་གལ་ཕྱི་དྲོ་གི་ལ་ལ་བསམ་པ་སྒོམ་པ་མཁས་པོ་རང་ག་ལག་ལེན་གྱི་ལ་ཨེ་ཞུ་ལེ་ལ། ངོ་ནུ་ལྟ་བུ་ཐུགས་ཙམ་དོར་ཞེ་ལེ་རེ་ནི་ལ་ཨའི་སྟེང་ག་ནང་པ་ག་སངས་རྒྱས་བཅོམ་ལྡན་འདས་ག་སློབ་མ་སངས་རྒྱས་བཅོམ་ལྡན་ག་རྗེས་འཇུག་པ་པོ་དམངས་པོ་རི་ལས་ག། ནི་འུ་ཐུག་ལྟ་བུ་དཔལ་བེ་ག་རྣམ་མེད་ཙམ་མའི་མཁས་པའི་འཆི་བྲོད་དུར་ཨུ་བེ་ལ་ཨན་ཤུན་བྱ་ལ་སོང་པ་པོ་རྨང་པོ་དུར་འཕན་རྟོག་པའི་རེ་བའི་ལྟ་བུ་ལ་ཨན་ཤུན་བྱ་འུ་ནུ་ལྟ་བུ། བརྗིད་ཀྱི་འུ་ཐུག་སྐྱེས་བུ་བསམ་འཆར་ལྟ་བུ་ཤུན་བྱ་ལ་འུ་ཐུག་རྒྱུ་བ་མང་ཡང་ནད་བག་གི་དུག་ཙམ་གཞན་ནི་ནི་གསུང་སྣང་ཤོ་ཨན་ཤུ་ལེ་དུར་ནིག་ཙི་ཀ་འཕན་རྟོག་པེ་ག་རེ་བ་བྱ་ལ་སོ་འུ་ཐུག་བསམ་འཆར་གྱི་ལ་ལ་སོ་ཀ་ནི་བྱེད།